འདི་ནི་ང་ཚོའི་སློབ་ཚན་སྔོན་མའི་སྐབས་སུ་ཨོ་ནི་ཅི་ཅོ་ཟླ་བའི་འོད་ཟེར་ཟེར་བ་ཁོང་གིས་དུས་འཁོར་བསྡུས་རྒྱུ་བོད་དུ་བསྒྱུར་བ་ནས་བོད་ལ་ཨོ་ནི་རབ་བྱུང་བརྩི་བའི་ལུགས་སྲོལ་དེ་བྱུང་བ་རེད། ཨ་དེ་འདྲ་ལབ་པ་རེད་ཨོ་ནི། ད་རེས་ང་ཚོས་རབ་བྱུང་བཙུགས་ཚེ་ཟེར་ན་ག་འདྲ་ཞིག་རེད་དེའི་སྐོར་ཨོ་ནི་ངོ་སྤྲོད་མདོར་བསྡུས་ཅིག་བྱས་པ་ཡིན། ནས་རབ་བྱུང་བརྩེ་བའི་ལུས་གསོལ། ཐོག་མར་གསོལ་བསྟོད་པ་པོ། དེ་ཅི་ཇོ་དཱ་བི་ཨོ་ཟེར་ཟེར་བ་བོད་ཀྱི་ལོ་ཙཱ་བ་ཆེན་པོ་གཅིག་ཡིན་པ་རེད། ཁོང་ནི་བརྒྱུད་པའི་ཆུ་ཚོད་མང་པོ་ཡོད་པ་རེད་དེ་གཙོ་བོ་དེ་བདུད་ཀྱི་འཁོར་ལོ་རེད་དུས་འཁོར་སྤྱིར་བཏང། བོད་ལ་གནའ་སྔ་མོ་སྔ་མོ་ནས་ལོ་རྟགས་བཅུ་གཉིས་ལ་སྦྱར་བའི་ལོ་ཡི་བརྩི་ཚུལ་དེ་ཡོང་གི་ཡོད་པ་རེད། ཡིན་ན་ཡང་རབ་བྱུང་གཅིག་ལ་ལོ་དྲུག་བཅུ་ཅེས་པའི་བརྩི་ཚུལ་དེ་ཕལ་ཆེར་མེད་པ་ཡིན་པ་རེད། ཨ་ནི་སྤྱི་ཆོས་ལོ་ཙཱ་བ་ཟླ་བའི་འོད་ཟེར་གྱིས་དུས་འཁོར་བསྡུས་རྗེས་བོད་ལ་ཐོག་མར་བསྒྱུར་བའི་ལོ་དེ་སྤྱི་ལོ་བརྗེས་པ་ཡིན་ན་སྤྱི་ལོ་ཆིག་སྟོང་བརྒྱད་མེད་ཉིས་བཞི་རྩ་བདུན་གྱི་ལོ་སྟེ་བསྒྱུར་བ་རེད། དེ་བོད་ལུགས་ཀྱི་རབ་བྱུང་སྟངས་བུ་རེད། སྤྱི་ལོ་ཆིག་སྟོང་བརྒྱད་མེད་ཉི་ཤུ་རྩ་བདུན་དེ་བོད་ཀྱི་རབ་བྱུང་སྟངས་བུ་གྱི་ལོ་སྟངས་བུ་རེད། རབ་བྱུང་གཅིག་ལ་ལོ་དྲུག་ཅུ་ཡོད་པ་རེད། ཧན་ནས་སྤྱི་ལོ་ཆིག་སྟོང་བརྒྱད་མའི་ཉི་ཤུ་རྩ་བདུན་ནས་རབ་བྱུང་བརྩི་བའི་ལུགས་སྲོལ་ཐོག་མར་བྱུང་བ་ནི་ད་ད་ལྟ་དེ་རིང་སང་ཉིན་གྱི་སྐབས་འདི་ལ་བོད་ཀྱི་རབ་བྱུང་བཅུ་བདུན་པ་གྱི་སྐབས་ཡིན་པ་རེད། ཨ་ནི། རབ་བྱུང་བརྩི་སྟངས་དེ་ག་འདྲ་རེད་ལ་ན་རབ་བྱུང་གཅིག་ལ་ལོ་དྲུག་ཅུ་ཡོད་པ་དང་ཨ་ནི། དེའི་དེ་ཡང་ཁམས་ལྔའམ་འབྱུང་བ་ལྔ་དེ། ལོ་རྟགས་བཅུ་གཉིས་ལ་བསྒྱུར་ནས་དྲུག་ཅུ་དམ་པ་ཆགས་ཀྱི་ཡོད་པ་རེད། ཁམས་ལྔའམ་འབྱུང་བ་ལྔ་ཟེར་བ་དེ་གང་རེད་ལབ་ན་མེ་ས་ལྕགས་ཆུ་ཤིང། འོ་དེ་རེད། དེ་ལྔ་དེ་ལོ་རྟགས་བཅུ་གཉིས་ལ་བསྒྱུར་བ་ཡིན་ན་དྲུག་ཅུ་ཆགས་ཀྱི་ཡོད་པ་རེད། ལོ་རྟགས་བཅུ་གཉིས་དེ། རྟ། ལུག། སྤྲེལ། བྱ། ཕྱི། ཕག། འཆི་བ། གླང། སྟག། ཡུལ། འབྲུག། སྦྲུལ། ཨོ་དེ་ཆོས་ཉིད་དེ་རེད་དེ་ཆོས་ཉིད་དེ། ནི་ཁམས་ལྔ་འམ་འབྱུང་བ་ལྔ་གི་སྦྱོར་བ་ཡིན། ནི་ཆོས་ཉིད་དག་དག་ཆགས་ཀྱི་ཡོད་པ་རེད་ལོ་རྒན་དྲུག་ཅུ་འམ་ལོ་དྲུག་ཅུ་ཡང་ན་རབ་བྱུང་གཅིག་བརྩི་སྟངས་དེ་འདྲ་ཅིག་རེད། འབྱུང་བ་ལྔ་དེ་ལ་ཡང། ནི་ཕོ་མོ་གཉིས་རེ་གཉིས་རེ་ཞིག་གི་བརྩི་སྟངས་ཅིག་ཡོད་པ་རེད། དེ་ཡང། ནི་གཡའ་ཐམས་ཅད་མོ་ཆགས་ཀྱི་ཡོད་པ་རེད་ཕྱག་ཐམས་ཅད་ཕོ་ཆགས་ཀྱི་ཡོད་པ་རེད། དཔེ་ཆ་བཞག་ན་མེས་མོ་གཡུའི་རབ་བྱུང་དང་པོ་གི་ལོ་དང་པོ་དེ་མེས་མོ་གཡུ་ཡིན་པ་རེད་དེའི་ལོ་རྗེས་མ་དེ་ས་ཕོ་འབྲུག་ཡིན་པ་རེད། འོ་དེ་ཡིན་ཙང་ཡར་གྲངས་དེ་མོ་ཡིན་པ་དང་ཕྱག་གྲངས་དེ་ཕོ་ཡིན་པ་རེད་དེ་ཚང་མ་གཅིག་འཁོར་བ་ཡིན་ན་ལོ་དྲུག་ཅུ་ཏག་ཏག་ཚང་གི་ཡོད་པ་དེ་འདྲ་ཅིག་རེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།